དེ་ནས་གསུམ་པ་ངེས་ཚིག་ངེས་ཚིག་གཏན་ཐོབ་བྲལ་དང་ཕྱིས་ཕྱིར་བགྲོད་ཟེར་ཨོ་དེ་འདྲ་ཅིག་གསུངས་འདུག་འདིའི་དོན་དག་ཡིན་ན་དེ་ལ་ཅིའི་ཕྱིར་ས་ཞེས་བྱ་ཞེ་ན་མདོ་སྡེ་བྱོན་ཏེ། དགེ་བ་སྒྲུབ་པ་སྣ་ཚོགས་ལ་དགའ་བའི་རྟག་པར་ཐམས་ཅད་དུ་གནས་ཕྱིར་བྱང་ཆུབ་སེམས་དཔའ་ཡི་ས་རྣམས་གནས་པ་ཡིན་པར་འདོད། ཨ་ནི་ས་གའི་དོན་དག་གམ་སྒྲ་བཤད་གཅིག་དེ་རེད། ག་རེ་ལབ་ན་དགེ་བ་སྣ་ཚོགས་པ་གནས་པར་བྱེད་པ་དང་ངོ་བོ་གོང་འཕེལ་དུ་འགྲོ་བར་བྱེད་པས་གནས་སམ་རྟེན་སྤྱི་དང་རྟེན་དང་གནས་དོན་དག་གཅིག་པར་བ་གནས་ཡིན་པས་ཨེ་ནི་ས་ཞེས་ལབ་པ་རེད། ཅེས་གསུངས་ཏེ་ས་ཆེན་པོ་བཞིན་དུ་ཡོན་ཏན་མཐའ་དག་གི་གཞིའམ་གནས་སམ་རྟེན་བྱེད་པས་ན་ས་ཞེས་བྱ་བའམ། ཨེ་ནི་ས་ཆེན་པོ་ཟེར་ན། དཔེར་ན་ང་ཚོ་འཛམ་བུ་གླིང་གི་ས་ཆེན་པོ་འདི་ལ་མཚོན་པ་ཡིན་ན་འདི་ཡི་སྟེང་དུ་གནས་པའི་རི་ཡི་ར་བ་ཁང་ཁྱིམ་ལྗོན་ཤིང་རྩི་ཏོག། ཡང་ནི་བྱ་དང་བྱེའུ། འགྲོ་བ་མི་ལ་སོགས་པ་དང་ཡོངས་སུ་རྫོགས་པ་ཐམས་ཅད་ང་རང་ཚོ་འཛམ་བུ་གླིང་གི་ས་ལ་བསྟིམས་ཡོད་པ་རེད་དེ་ནང་བཞིན་དུ་བྱང་ཆུབ་སེམས་དཔའི་རྒྱུ་དང་བཅས་པའི་ཡོན་ཏན་ཆེ་ཆུང་གང་འདྲ་ཞིག་ཡིན་ན་ཡང་རང་གི་རྒྱུ་ན་སྔ་མ་བའི་དགེ་བའི་སེམས་གཅིག་ལ་བརྟེན་ཡོད་པ་རེད། ཡིན་ཙང། ལམ་ཞུགས་ཀྱི་མཁྱེན་པ་ཚང་མ་ལ་ས་ཞིག་ལབ་དགོས་ཡོད་པའང་དེ་འདྲ་ཞིག་རེད། ད་ནི་ཡང་དེ་ཉིད་ལས་སྲིད། མདོ་སྡེ་རྒྱན་ལས། འབྱུང་བ་དཔག་མེད་འཇིགས་མེད་ཕྱིར། དཔག་ཏུ་མེད་པ་དེ་དག་ལས། ཅིའི་ཕྱིར་གང་དུ་འགྲོ་ལྡན་ཕྱིར། དེ་དག་ཉིད་ནི་སར་འདོད་དོ་ཞེས་གསུངས་པ་ལྟར། འདི་ས་ཟེར་བ་ཚིག་དེ་ཡི་དོན་དག་གམ་ཡང་ན་སྒྲ་ཆས་མི་འདྲ་བ་ག་ཤེད་ཅིག་གསུངས་པ་རེད། འདི་ནི་ཕྱི་རྒྱལ་གོན་ཆབ་ཀའི་ནང་དུ་ཚིག་འདི་དག་ཚང་མ་སང་སི་ཀི་ཏི་སྐད་དང་སྦྱར་ནས་འདྲི་བཤད་མང་པོ་ཞིག་བརྒྱབ་འདུག་ཡིན་ན་ཡང་ངས་སྒྲ་དེ་ཚོ་སྒྲུབ་བཞིན་གི་མེད། བོད་སྐད་ཀྱིས་ས་ལ་དོན་དག་མ་འདྲ་བ་ག་ཤེད་བཤད་པ་དེ་ག་རེ་ལབ་ན་འབྱུང་བ་ཆེན་པོ་ལྟར་ཡོན་ཏན་གྱི་ཚོགས་ཀྱིས་བསྟེན་བྱས་པ་དང། སྐད་ཅིག་དཔག་ཏུ་མེད་པའི་ཐོད་པའི་དང། ས་ཐོབ་ནས་འཇིགས་པ་ལྔ་སོགས་དང་བྲལ་བ་དང། འོག་མ་ལ་བརྟེན་ནས་ཕྱིར་འཆང་གང་ནས་གང་དུ་བགྲོད་པའི་རྟེན་བྱེད་པ་སོགས་ཏེ་མདོར་ན་ས་གཞི་དང་འདྲ་བར། ཡོན་ཏན་གྱི་རྟེན་བྱེད་པའི་ས་ཞེས་བརྗོད་པའོ། དོན་དག་རྟོགས་དང་བྱང་ཆུབ་སེམས་དཔའི་མངོན་རྟོགས་རྣམས་ལ་ས་ཞེས་བརྗོད་པ་དེ་ལ་རྒྱུ་མཚན་ག་ཤེད་ཅིག་ཡོད་པ་རེད། རྒྱུ་མཚན་དང་པོ་ག་རེ་ལབ་དེ་འབྱུང་བ་ཆེན་པོ་ས་ཆེན་པོ་དག་ཏུ་ཡོན་ཏན་མང་པོ་གི་རྟེན་གཞི་བྱེད་པ་གཅིག་དེ་རེད། གཉིས་ནི། ཨ་ནི། ས་ཟེར་བ་དེ་དཀའ་སྤྱད་དཔག་ཏུ་མེད་པའམ་ཡང་ན་ནུས་པ་ཤུགས་ཆེན་པོ་ཅིག་ལ་བརྟེན་ནས་འཛམ་བུ་གླིང་ལ་བརྟེན་པའི་སྲོག་ཆགས་དང་རྩི་ཤིང་ལ་སོགས་པ་ཡང་དག་ཡོད་པ་ནང་བཞིན་དུ། ཨ་ནི་བྱང་ཆུབ་སེམས་དཔའི་ཡོན་ཏན་རྣམས་ཀྱང་དཀའ་ལས་དཀའ་ངལ་དཔག་ཏུ་མེད་པ་ལ་བརྟེན་ནས་ཐོབ་ཀྱི་ཡོད་པ་རེད་ཟེར་བ་དེའི་དོན་དང། གཉིས་པ་བཅས་དང་དང་གསུམ་པ་གཅིག་ལ། ས་ཐོབ་ན་འཇིགས་པ་ལྔ་སོགས་དང་བྲལ་བ་འཇིགས་པ་ལྔ་སྟེ། བྱང་ཆུབ་སེམས་དཔའ་སོ་སོ་བྱེད་པོ་གི་འཇིགས་པ་ལྔ། ནི། འཚོ་བའི་འཇིགས་པ་དང། མི་སྔགས་པའི་འཇིགས་པ་དང། འཁོར་གྱི་འཇིགས་པ་དང། འཆི་བའི་འཇིགས་པ་དང་ངན་སོང་གི་འཇིགས་པ་ཟེར་བ། འོ་དེ་རེད། བྱང་ཆུབ་སེམས་དཔའ་འཕགས་པའི་ས་ཐོབ་ཡོང་བའི་སྐབས་སུ་འཇིགས་པ་ལྔ་དེ་དག་དང་བྲལ་བ་ཡིན་ཙང་ཡང་ས་ཞེས་བརྗོད་པ་རེད། འོག་མ་ལ་བརྟེན་ནས་ཁྱེར་བྱང་གོང་ནས་གོང་དུ་བགྲོད་པ་ཟེར་བ་དེ་རྒྱུད་སྔོན་མ། དཔེར་ན་སྦྱོར་ལམ་ལྟ་བུ་བྱས་ན་རང་གི་འོག་མ་ཚོགས་ལམ་ལ་བརྟེན་ནས་རང་ཉིད་སྐྱེ་བ་དང་རང་ཉིད་ལ་བརྟེན་ནས་ཡང་མཐོང་སྣོམ་གྱི་ཡོན་ཏན་སྐྱེ་ཡོང་བ་འོ་དེ་འདྲ་ལ་ཁྱེར་བྱིངས་གོང་ནས་གོང་དུ་བགྲོད་པའི་རྟེན་བྱེད་པ་ཟེར་བ་དེ་རེད། མདོར་ན་བྱང་ཆུབ་སེམས་དཔའ་རྣམས་ཀྱི་མངོན་རྟོགས་ལ། ས་ཞེས་བསྒོ་བ་གྱི་རྒྱུ་མཚན་དེ་ས་གཞི་ཆེན་པོ་དང་འདྲ་བར་ཡོན་ཏན་མང་པོ་ཅིག་སྐྱེ་བར་བྱེད་པའི་རྟེན་ཡིན་པ་ཡིན་ཙང་ས་ཞེས་བརྗོད་པ་རེད།